འདི་སྐྱོན་ཆེན་པོ་བཞི་པོ་གཅིག་རེད། འདི་ཉེན་ཁ་ཡ་ཆེན་པོ་རེད། བརྡ་སྤྲོད་རིག་པའི་གཞུང་དང་འགལ་ནས་གང་བྱུང་དུ་བྲིས་པ་ཡིན་ན། འདི་བརྡ་སྤྲོད་མ་ཐུབ་པའི་ཉེན་ཁ་ལ་ཐུག་ཡོང་བས་ད་ལྟར་སྐད་དེ་ད་ལྟ་པ་དོ་ལ་ང་ཚོའི་བོད་ཡིག་འདི་ཨ་ནི་བོད་སྐད་ཡིག་འདི། སྔོན་ནས་དྲ་གནས་ཀྱི་རླབས་ཆེན་ཞིག་རེད། རླབས་ཆེན་དེ་ཞུ་དགོས་ཡག་གི་རྒྱུ་མཚན་ག་རེ་རེད་ཟེར་ན་ད་མང་པོ་ཅིག་གིས་མཁྱེན་གྱི་ཡོད་འདུག་ད་འདི་ལྟའི་སྐད་ཆ་སྙིང་པོ་རེད་གོམས་མདོག་ཧ་པོ་རེད་ངའི་སྐད་ཆ། ཡིན་ན་ཡང་ད་རིགས་དེ་ཡང། གཞོན་ནུ་མང་པོ་ཅིག་ཕེབས་ཤག་གདོང་ཚོ་ཚང་མ་ལ་ཕེབས་གདོང་ཚོའི་དོན་གཉེར་བྱས་ནས་ཕེབས་པ་རེད་དེ་ཡག་ཅིག་གི།

དཀའ་གནད་ཁ་གསལ་བོ་མང་པོ་ཞིག་བཏོན་ཐུབ་ཡོད་དཀའ་གནད་ཨོ་ཨ། གཙོ་གནད་མི་གཙོ་གནད་ཟེར་ག་བ་ཞིག་རེད་མ་ཤེས་ན་མི་འགྲིག་པ་མ་ཤེས་ན་མི་འགྲིག་པ་འོ་དེ་དེ་འདྲས་མ་ལགས་པ་བྱས་བྱས་ནས་ཨ་ནི་དེ་ཀྱང་ནོན་པའི་བྱས་ཙང་དཀའ་གནད་དང་གཙོ་གནད་ཨེ་ཁྱད་པར་ཆེན་པོ་ཡོད་ཨོ་དེ་ལས་ངས་ད་གིས་ཞུས་པ་ནི་ཞེ་འདྲེ་ཨ།

ད་ལྟ་བི་ཏི་ནམ་ཡག་མི་འདུག་ག། ཡག་པོ་ཅིག་ཟིན་དགོས་ཀྱི་འདུག། ངེས་པར་དུ་ཡག་པོ་ཟིན། ལོ་གཅིག་ཏག་ཏག་འགྱངས་གནང་བ་རེད་ཁོ་རང་ཡག་པོ་ཆེ་ཟིག་འདོད་སྐྱོན། ཨ་ནི། ཨ་དེ་བ། གཞན་དག་ལས་འདི་བསྟན་པ་ན། སྐྱོན་བརྗོད། དེ་འདྲ་ཡང་ཁ་ཅིག་འདི་འདྲ་བྱས་ན་གོང་པ་ཚོམ་ཐག་ཆོད་འགྲོ་གི་འདུག་ཨང། ཁོང་གོང་པ་ཚོམ་མ་སོང་རེད་བ། ཨོ་ལགས་སོ་ལགས་སོ་དེ་ང་དེ་ཡག་པོ་ཆེ་ཟིག་གི་ཡག་པོ་ཆེ་ལྟ་གི་ཡིན་ད་ལོ་གཅིག་བི་ཏི་བྱེད་ཀྱི་མེད།

འོན་དེ་རེད། འོན་དེ་འདྲས་བཤད་རྒྱ་དང་འདྲ་མ་འདི་པ་ག་རེ་ཡིན་ནི་ག་བ་བསྟན་དགོས་རེད་ད་ངས་ག་རེ་ཞུས་སོང། བརྡ་སྤྲོད་ཀྱི་གཞུང་ལ་བསྟན་དགོས་རེད་མཁས་པ་འགའ་ཞིག་གི་གསུང་ཡིན་པ་དང་འོ་ཨ་ནི་བསྟན་བཅོས་འགའ་ཞིག་ལ་གསལ་བ་རྒྱུ་མཚན་དུ་ཞུས་རྒྱུ་ཡོད་མ་རེད་ཟེར་ཨང་ཞེས་རྒྱ་དང་འོ་དེ་རེད་བཤད་ཙང་ངས་ད་ལྟ་དེ་རྡོག་རྡོག་ཞུ་ཡག་དེ། བརྡ་སྤྲོད་རིག་པའི་གལ་ཆེན་པོ་ཡིན་པའི་རང་བཞིན་ཞུ་ཡག་དེ།

བོད་ཀྱི་སྐད་ཡིག་ཟེར་མཁན་འདི་འཛམ་བུ་གླིང་ལ་ཡང་ད་སྐད་ཡིག་སྟོང་ཕྲག་དྲུག་བདུན་གང་ནས་བཤད་གི་ཡོད་རེད། དེ་ལ་ཡང་སྐད་ཡིག་ཁྱིམ་ཚང་གསུམ་ཅིག་འདུག་གཅིག་ལ་ཡང་ཨ་ནི་རྒྱ་བོད་སྐད་ཡིག་ཁྱིམ་ཚང་ཟེར་གི་འདུག་ཨིན་ཇི་སྐད་ལ་ཡང China Tibetan Language Family ཟེར་གི་འདུག་གཅིག་ལ་ཡང Indo-Europe Language Family ཞིག་རེད་ཨིན་དུ་རྙིང་ཨའུ་ཡི་ཤི་ཟིག་འདུག་རྒྱ་སྐད་ལ་གཅིག་ལ་ཙང་ཧན་ཡི་ཤི་ཧན་ཙང་ཡི་ཤི་ཟིག་གཅིག་ལ་ཡ་ཨལ་ཝེ་ཡི་ཙ་ཅིག་ཟིག་གི་ད་དེ་ངས་སྒྲ་དག་པོ་དེ་རབ་ཤེས་ཀྱི་མེད་ཨ་དེ་རྒྱ་སྐད་ལ་ཨར་བ་ཡི་ན་ཟེར་ཨར་ཟེར་ཡ་ཅིག་འདུག་དེ་ཡི་ཐ་ཁོ་ཚོ་ཅིག་ཁ་ལ་ཨལ་ཡི་ན་ཅིག་ཟིག་གི་འདུག་འོ་ད་དེ་འདྲའི་ཨ་རབ་ཡི་ན་ག་རེ་ཡི་ན་དེ་འདྲའི་ཅིག་གི། སྐད་ཡིག་ཁྱིམ་ཚང་དུམ་བུ་ཚང་མ་ལོགས་ལ་སྐད་ཡིག་ཉིས་སྟོང་ལྷག་ཙམ་ཡོད་རེད་ས་རེ་རེ་གི་ཁྱིམ་ཚང་རེ་རེ་ནང་ལ་དེ་ངས་ད་གར་བཤད་པ་མ་རེད་ཡང་ངས་ད་གར་ཞུས་པ་ནི་འཛམ་བུ་གླིང་གི་སྐད་བརྡ་རིག་པའི་མཁས་ཅན་སྐད་གྲགས་ཡོད་པ་དེ་འདྲས་ཞལ་ནས་ཐོས་སོང་ངོ། བྱས་ཙང་དེ་འདྲས་ཡིན་དུས་བོད་ཀྱི་སྐད་ཡིག་འདི་སྐད་ཡིག་ཁྱིམ་ཚང་ཆེན་པོ་གཅིག་གི་ཡ་གྱལ་གྱི་རེ་བ་ད་ཧ་ཅང་ཡིད་ཤེས་སེ་དུས་ཙམ་ནས་དེའི་ནང་ལས་སྐད་ཡིག་ཉིས་སྟོང་ལྷག་ཡོད་རེད། ཧ་ཅང་ཡིག་ཤིང་ནང་རེད། དེ་འདྲའི་ཡིག་འབྲི་བྱས་ནས་དེ་ད་ཡིག་ཤིག་དབྱེ་སྟངས་དེ་ངོ་ད་དེ་འདྲས་ཅིག་ཧན་ཙང་སི་ཅིག་དབྱེ་ཡོད་རེད་ཨ་ནི་ཨིན་ཏྲོ་ཡོ་རོབ་སི་ཅིག་དབྱེ་ཡོད་རེད་ཞུ་བ་བྱས་ཙང་དེའི་ནང་ནས་ཀྱང་ཡང་སྐད་ཡིག་ཁྱིམ་ཚང་གཅིག་ཡུལ་གྲུ་ཞིག་ཏུ་རྒྱ་སྐད་དང་ད་ཚུབ་ཆུང་རེ་བ་ཅིག་ཁྱིམ་ཚང་ཆུང་ངུ་ཅིག་དེ་ལ་ཡང་ག་རེ་ཟེར་ཡོད་རེད་ཟེར་ན།

བྱས་ཙང་དེའི་ཐོག་ནས་ང་རང་ཚོ་ག་རེ་མཁྱེན་གྱི་འདུག་ཟེར་ན། བོད་ཀྱི་སྐད་ཡིག་འདི་ཧ་ཅང་གི་གལ་ཆེན་པོ་ཞེ་པོ་ཅིག་ཡིན་པ་ཅིག་ཨོ་འཛམ་བུ་གླིང་གི་སྐད་ཡིག་གི་ནང་ལ་ཡང་ཁྱབ་ཁོངས་ཀྱི་ནང་ལ་ཧ་ཅང་གི་གལ་ཆེན་པོ་ཡིན་པ་ཅིག་ད་དེ་དེ་འདྲས་ཆེ་མཚོན་གྱི་ཡོད་དེ་སྐད་ཡིག་གང་དུ་འདུག་ཞེས་ཞུས་རེད་བ། ཡི་གེའི་གཟུགས་ཀྱི་སྒང་ནས་ཅིག་ཞུས་པ་ཡིན་ན།

བོད་པའི་མཁས་པ་ཚོས་གོས་སྐལ་རྩོད་ཀྱི་དགོངས་པ་བཞེས་ཡོད་རེད། སྐབས་དེ་དུས་བོད་ལ་ཡང་ནང་པའི་ཆོས་ཡོད་མ་རེད། ཁོང་རྣམ་པ་རྒྱ་གར་ལ་ཐད་སློབ་སྦྱོང་ན་ནང་པའི་ཆོས་སློབ་སྦྱོང་དང། Sanskrit སློབ་སྦྱོང། སྐད་ཀྱི་སློབ་སྦྱོང་ཕལ་ཆེ་བ་བྱེད་ན་དེའི་སྒང་ནས་ཨ་ནི་ནང་པའི་ཆོས་དེ་སློབ་སྦྱོང་མཐར་ཕྱིན་པ་ཞིག་ན་ཨ་ནི་ག་ལི་ག་ལི་ད་བོད་སྐད་ནང་ལ་ག་འདྲས་བཏགས་དགོས་ཀྱི་འདུག་མིན།

ང་ཚོ་བོད་ལྗོངས་སློབ་གྲྭ་ཆེན་མོའི་ནང་ལ་རྒན་ལགས་ཁག་ཅིག་གིས་དུས་ཚོད་ནང་ལ་སློབ་ཆུང་གི་སློབ་དེབ་སློབ་ཆུང་སློབ་དེབ་བཟོས་ཨ་ནི་དགེ་རྒན་ཆེན་མོའི་གོ་ས་ལ་སླེབས་དུས་སློབ་ཆུང་སློབ་དེབ་དེ་ཨ་རིའི་ཁོང་གི་དགེ་རྒན་ཆེན་མོ་ལ་ཡ་ཆ་རྐྱེན་བྱ་བའི་དགེ་རྒན་ཆེན་མོ་ལ་ཡ་བསྐོ་བཞག་གནང་ཡ་གི་ཆ་རྐྱེན་བྱས་ཏེ་འགྲུབ་ཡ་བཞག་དེབ་དེ་བཏོན་ཡ་དེབ་དེ་བཏོན་དུས་ས་ནས་ཨ་ནི་དཔྱད་འདེབས་པ།